དེ་ནས་གཉེན་པོ་ཉི་ཤུ་སྟེ་གང་བའི་ལམ་ན་དེའི་རྩ་བ་ལ་རྣམ་ཐར་སྒོ་གསུམ་ཞེས་པ་དང་འཁོར་གསུམ་རྣམ་པར་དག་ཉིད་དང་སྙིང་རྗེ་དང་ནི་སློབ་མའི་དང་ཆོས་མཉམ་ཉིད་དང་ཚུར་གཅིག་ཤེས་མི་སྐྱེ་བ་དང་བཟོད་ཤེས་དང་ཆོས་རྣམས་རྣམ་པ་གཅིག་ཏུ་སྟོན། རྟོག་པ་ཀུན་ཏུ་འབྱོན་པ་དང་འདུ་ཤེས་ལྟ་དང་ཉོན་མོངས་སྤོང། ཤེས་ནས་ངེས་པར་ཟིན་པ་དང་ལྷག་མཐོང་ལ་ནི་མཁས་པ་དང། སེམས་དུལ་བ་དང་ཐམས་ཅད་ལ་ཐོགས་པ་མེད་པའི་ཡེ་ཤེས་དང། ཆགས་པའི་ས་མི་གར་འདོད་པར་ཤང་གཞན་དུ་ནི་ཉམས་འགྲོ་དང། ཀུན་ཏུ་བདག་གི་ངོ་བོས་ནི་སྟོང་པ་ཉིད་དང་ཉི་ཤུའོ། འོ་དེ་གསང་བར་འདི་སྙིང་པོ་ཉི་ཤུ་དེ་བསྟན་གྱི་ཡོད་པ་རེད། སྙིང་པོ་ཉི་ཤུ་དེ་གང་དག་རེད་ལབ་ན་རྣམ་པར་ཐར་པའི་སྒོ་སྟོང་པ་ཉིད་དང་མཚན་མ་མེད་པ་དང་སྨོན་པ་མེད་པར་ཡང་དག་པར་ཤེས་པ་དང། ཨ་ནི་རྣམ་ཐར་སྒོ་གསུམ་ཡོངས་གྲགས་ཡོངས་གྲགས་ཀྱི་རྣམ་ཐར་སྒོ་གསུམ་ཟེར་བ་དེ་རེད། རྣམ་ཐར་སྒོ་གསུམ་ཟེར་བ་དེ་རྒྱུའི་ངོ་བོ་འབྲས་བུ་གསུམ། རང་བཞིན་གྱིས་མ་གྲུབ་པར་ལྟ་བ་དེ་རེད། འདུ་བྱེད་ཀྱི་ཆོས་གང་འདྲ་ཞིག་ཡིན་ནའང་དེ། དེའི་སྐྱེད་པར་བྱེད་པའི་རྒྱུ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་དང། ནི་རང་གི་ངོ་བོ་རང་གི་མཚན་ཉིད་ཀྱིས་མ་གྲོལ་བ་དང་རང་གི་འབྲས་བུ་རང་གི་མཚན་ཉིད་མ་གྲོལ་བ་དེ་གསུམ་དེ་ལ་རྣམ་ཐར་སྒོ་གསུམ་ཟེར། ལབ་ཀྱི་ཡོད་པ་རེད། དེ་ནི་དགེ་བ་བཅས་ལས་ཀྱི་ལམ་ལ་གསལ་བར་བྱ་བ་དང་གསོལ་བ་བོ་དང་གསད་པ་མི་དམིགས་པ་ལ་སོགས་པ་དང། དེ་ལ་ཡོངས་གྲགས་ཀྱི་འཁོར་གསུམ་རྣམ་པར་མི་དམིགས་པ་ཟེར་གྱི་ཡོད་པ་རེད། དཔེར་ན་སྲོག་གཅོད་པའི་ལས་ལྟ་བུ་ཅིག་ལ་ཚོགས་པ་ཡོད་ན་གསད་པར་བྱ་བའི་བྱ་བ་དང། དེ་ནི་གསོལ་བ་པོ་གང་ཟག་དང་གསོད་པའི་དམིགས་པ། ཨ་ནི་གང་ཟག་དང་གང་འདྲ་ཅིག་ཡིན་ནའོ་དེ་གསུམ་དེ་རང་གི་མཚན་ཉིད་མ་གྲུབ་པར་བལྟ་དགོས་པ་ནང་བཞིན་དུ་ཨ་ནི་བྱ་བ་གང་འདྲ་ཅིག་ཡིན་ན་ཡང་འཁོར་གསུམ་རྣམ་པར་མི་དམིགས་པའི་ཚུལ་གྱིས་ཉམས་སུ་ལེན་དགོས་རེད་ཟེར་བའོ་དེ་རེད། ད་ནི་སྐྱེ་བོ་ཐམས་ཅད་རང་དང་འདྲ་བར་དམིགས་པའི་སྙིང་བརྩེ་བ་དང་ཟེར་བ་དེ་ཧ་མ་གོ་བ་མི་འདུག་ཨ་ནི་རང་ཉིད་ཀྱང་བདེ་བ་འདོད་པ་ནང་བཞིན་སེམས་ཅན་ཐམས་ཅད་ཀྱང་བདེ་བ་འདོད་པ་དང་རང་ཉིད་ཀྱང་སྡུག་བསྔལ་མི་འདོད་པ་ནང་བཞིན་སེམས་ཅན་ཐམས་ཅད་ཀྱང་སྡུག་བསྔལ་མི་འདོད་པ་ཡིན་ཙང་སེམས་ཅན་ཐམས་ཅད་རང་དང་འདྲ་བར་སྙིང་རྗེ་སྐྱེ་དགོས་རེད་ཟེར་རོ། དེ་རེད་དེ་ནས་གཉིས་པར་དམིགས་པ་མེད་པ་དང་ལབ་དུས་འགྲོ་བ་སེམས་ཅན་ཐམས་ཅད་རང་དང་འདྲ་བར་སྙིང་རྗེ་སྐྱེ་དགོས་རེད་དེ་ཡིན་ན་ཡང་དངོས་པོར་མ་གྲུབ་པ་བདེན་པར་མ་གྲུབ་པའི་རང་བཞིན་དུ་ལྟ་བ། ཆོས་ཐམས་ཅད་ཉེས་པ་ཉིད་དུ་རྟོགས་པ། འགྲོ་བ་སེམས་ཅན་ཐམས་ཅད་ཙམ་མ་ཟད་ཡུལ་དུ་གྱུར་པའི་ཤེས་བྱ་ཐམས་ཅད་མཉམ་པ་ཉིད་སྟོང་པ་ཉིད་ཀྱི་རང་བཞིན་དུ་ལྟ་བ་དང་ཐེག་པ་ཆེན་པོ་གཅིག་ཏུ་རྟོགས་པ་ཟེར་བ་སྟེ་ཐེག་པ་གསུམ་གྱི་རིགས་མཐར་ཐུག་ཏུ་མེད་པ་མཐར་ཐུག་ཐེག་པ་གཅིག་ཏུ་བགྲོད་པར་ལྟ་བ་དེ་དགོས་པ་རེད། མི་སྐྱེ་བ་ཡོངས་སུ་ཤེས་པ་ཟེར་བ་སྟེ་སྟོང་པ་ཉིད་ཡོངས་སུ་ཤེས་པ་དང་ཆོས་ཟབ་མོ་ལ་ངེས་པར་རྟོགས་པའི་བཟོད་པ་ཁོང་དུ་ཆུད་པ་ཟེར་བ་སྟེ་སྟོང་པ་ཉིད་ལ་མི་སྐྲག་པ་ཐེག་པ་ཆེན་པོའི་ཆུ་སྐྱེས་རྣམ་གྲངས་མཐའ་ཡས་པ་གང་དྲག་ཅིག་ཐོས་པ་དང་ཉན་ན་ཡང་དེ་ལ་མི་སྐྲག་པ་དང། དེ་ནས་ཤེས་བྱ་ཐམས་ཅད་ཐེག་པ་ཆེན་པོའི་ཐབས་ཀྱི་སྒོ་ནས་རབ་ཏུ་སྟོན་པ་ལབ་སྟེ་རང་གི་གདུལ་བྱར་གྱུར་པའི་སེམས་ཅན་ཐམས་ཅད་ལ་ཆོས་གང་དྲག་ཅིག་བསྟན་ན་ཡང་མཐར་ཐུག་སངས་རྒྱས་ཀྱི་ས་ཐོབ་པའི་ཆེད་དུ་སྟོན་དགོས་པ་དེ་ཟེར་གྱི་ཡོད་པ་རེད། རྟོག་པ་ཐམས་ཅད་གཅོད་པ། རྣམ་པར་རྟོག་པའི་མཚན་མ་ཐམས་ཅད་གཅོད་པ་དང་མཚན་མར་འཛིན་པའི་རྟོག་པ་མེད་པ་ལབ་སྟེ་འདུ་ཤེས་ཐམས་ཅད་གཅོད་པ། རྟོག་པ་ཐམས་ཅད་སྐྱེ་བོ་དགོས་ན་འདུ་ཤེས་སྤྱོད་དགོས་པ་རེད་འདུ་ཤེས་ཟེར་བ་དེ་འདི་ནི་དགྲ་རེད་འདི་ནི་གཉེན་རེད་འདི་ཡག་པོ་རེད་འདི་སྡུག་ཅག་རེད་ལ་སོགས་པ་ཨ་ནི་དེ་ཡི་གེ་འདུ་ཤེས་ཀྱི་རྣམ་རྟོག་ཚང་མ་སྤྱོད་དགོས་པ་རེད། ད་ནི་འཇིག་ཚོགས་ལ་སོགས་པའི་ལྟ་བ་ལྔ་བསྡུར་བ། ལྟ་བ་ལྔ་གི་སྐོར་དང་དེ་དག་འདི་སྔོན་གྱི་སློབ་ཚན་གྱི་སྐབས་སུ་ང་ཚོ་ཡང་དང་བསྐྱར་དུ་བཤད་ཟིན་པ་དེ་འདྲ་ཞིག་རེད། ད་ནི་འདོད་ཆགས་ལ་སོགས་པའི་ཉོན་མོངས་པ་སྤོང་བ་དང་དེའི་ཧ་མི་གོ་ཅི་ཞིག་ཀྱང་མི་འདུག་དེ་ནས་ཐམས་ཅད་མཁྱེན་པ་ལ་རྩེ་གཅིག་པའི་ཞི་གནས་བསྒོམ་པ་དང། ཞི་གནས་སྤྱིར་བཏང་སྤྱིར་བཏང་ཐེག་པ་གསུམ་གྱི་ལམ་ག་འདྲ་ཞིག་བསྒོམ་ན་ཡང་ཞི་གནས་བསྒོམ་དགོས་ཀྱི་ཡོད་པ་རེད་དེ་སྐབས་འདིར་དམིགས་བསལ་གྱི་ཞི་གནས་དེ་རྣམ་པ་ཐམས་ཅད་མཁྱེན་པ་ལ་དམིགས་པའི་ཞི་གནས། ཞི་གནས་གང་བསྒོམ་པ་དེའང་རྣམ་མཁྱེན་གྱི་རྒྱུད་འགྲོ་ཐུབ་པའི་ཞི་གནས་དེ་བསྒོམ་དགོས་ཀྱི་ཡོད་པ་རེད། དེ་བཞིན་དུ་ཤེས་རབ་དང་ཐབས་ལ་མཁས་པར་བྱེད་པ་འདིའི་སྐབས་ཀྱི་ཤེས་རབ་དང་ཐབས་དེ་ཡང་རྣམ་མཁྱེན་གྱི་རྒྱུད་ལ་འགྲོ་བའི་ཤེས་རབ་དང་ཐབས་དེ་ལ་མཁས་པར་བྱེད་པ་དང་འགོག་པ་དང་ལམ་གྱི་མཚན་ཉིད་ཤེས་པའི་སེམས་ངེས་པར་བྱེད་པ། སྤྱིར་བཏང་ཉོན་མོངས་པའམ་ཡང་ན་སེམས་མ་ཞི་བ་དེ་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་ལ་བརྟེན་ནས་བྱུང་གི་ཡོད་པ་ཡིན་ཙང་དེ་གཉིས་ཀྱི་ལྡོག་ཕྱོགས། འགོག་བདེན་དང་ལམ་གྱི་རང་བཞིན་ཞི་བའམ་རྟོགས་པ། བྱས་ནས་རང་གི་སེམས་དེ་ཉོན་མོངས་པའི་གཞན་དབང་དུ་མི་འགྲོ་བར་བྱེད་པ་དང་གཟུགས་ལ་སོགས་པ་ལ་ཐོགས་པ་མེད་པའི་ཡེ་ཤེས། ད་ནི་ཆགས་པ་དང་ཐོགས་པ་མེད་པའི་ཡེ་ཤེས་མདོར་ན་གཟུགས་ལ་སོགས་པའི་ཆོས་ཐམས་ཅད་ཡོངས་སུ་རྟོགས་པའི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཐོབ་པར་བྱེད་པའི་རྒྱུ་གི་རྒྱུ་དེ་བསྒོམ་དགོས་པ་རེད། ད་ནི་མངོན་པར་ཞེན་པའི་གནས་མ་ཡིན་པ་དང་གཟུགས་ལ་སོགས་པའི་ཆོས་ཐམས་ཅད་ཐོགས་པ་མེད་པའི་ཡེ་ཤེས་དེ་བསྒོམ་དགོས་པོ་རེད་དེ། ཡང་ནི་དེ་འདྲ་བའི་ཡེ་ཤེས་དེ་ཡང་མངོན་པར་ཞེན་པའམ་ཡང་ན་བདེན་པར་ཞེན་པའི་གནས་མ་ཡིན་པ་དང། ད་ནི་ཅི་ལྟར་འདོད་པ་བཞིན་དུ་དུས་མཉམ་དུ་སངས་རྒྱས་ཀྱི་ཞིང་ཐམས་ཅད་དུ་འགྲོ་བ་དང། ས་བདུན་པ་ཐོབ་པའི་སྐབས་དེ་ལ་རང་ཉིད་བྱང་ཆུབ་སེམས་དཔའ་དེ་སངས་རྒྱས་ཀྱི་ཞིང་ག་འདྲ་ཅིག་ལ་འགྲོ་བསམ་ན་ཡང། དུས་མཉམ་དུ་སངས་རྒྱས་ཀྱི་ཞིང་མང་པོ་ལ་འགྲོ་ཐུབ་དགོས་ཡོད་པ་རེད། འོ་དེའི་རྫུ་འཕྲུལ་གྱི་སྟོབས་སམ་ཡང་ན་ནུས་པ་དེ་ཡང་ནི་སྦྱང་དགོས་པ་རེད། དེ་བཞིན་དུ་གདུལ་བྱ་ཐམས་ཅད་རང་རང་དང་མཐུན་པའི་ལུས་སྟོན་བསྟན་ནས་ཆོས་སྟོན་པ་དེ་འདྲ་བྱེད་དགོས་པ་རེད། དཔེར་ན་མི་ལ་མི་དང་མཐུན་པའི་ལུས་སྟོན་པ་དང་ལྷ་ལ་ལྷ་དང་མཐུན་པའི་ལུས་སྟོན་པ་དང་དེ་དག་གི་ཁམས་དང་མཐུན་པའི་ཆོས་སྟོན་པའི་བྱ་བའོ། དེ་དག་གི་ནུས་པ་དང་དེ་དག་གི་དགེ་བའི་རྩ་བ་དེ་ཡོངས་སུ་སྦྱོང་དགོས་པ་རེད་ཟེར་བའོ། དེ་གཉེན་པོ་མཆོག་ཆེ་ཡོངས་སྦྱོང་ཉི་ཤུ་དེ་ཡིན་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་སྦྱར་དགོས་ཞེས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།